འདི་ཚད་ལྟར་ན། ཁྱེད་རང་གི་གློག་ཀླད་ནང་ཕབ་ལེན་བྱེད་དགོས་ཀྱི་ཡོད་མ་རེད། འདི་གཅིག་དེ་ནི། ཏིག་ཀོ་ལྔ་ཅིག་བསྣན་ན་འདི་འདྲ་ཙམ་འཆར་འགོད་རེད། འདི་གཅིག། ད་འདི་ལ་དམིགས་བསལ་གྱི་ཁྱད་ཆོས་མང་བོ་ཡོད་དེ། ཕོཏོ་ཤོ་ཕི་དང་གཅིག་པ་ཡིན་པ་མ་ཚད་ཀྱི་དེའི་ནང་ལ་ཡང་ཁོ་རང་ང་ཕོཏོ་ཤོ་ཕི་ནང་མེད་པ་གྱི་ཁྱད་ཆོས་ཁ་ཤས་དེ་ཡོད་ནི་ཡོད་རེད། དེ་འདྲ་ཡིན་དེ་ན་ཁྱད་ཆོས་གཅིག་དེ་འདི་ནི་ང་ཚོས་སྐད་ཡིག་དེ་བོད་སྐད་ནང་བསྒྱུར་ཆོག་གི་ཡོད་རེད། དེ་འདྲ་ནི་བོད་ཡིག་ཟེར་ར་ཅིག་འདུག་ད་འདི་འབྱོར་ན་ནི་བོད་ཡིག་འཆར་འགོད་རེད། དེ་ནང་ནས་འདྲ་པར་འདི་འདྲ་ཐད་ཀར་བླུགས་བཞག་ན་འགྲིག་པ་རེད་ཡང་ན་ཡིག་ཆ་བཟི་ཧྲ་དེ་ནང་ཉིད་ད་ཁ་འབྱེད་རྫས་ཡག་བྱེད་རྒྱུ་དེ་གོ་གོ་བྱེད་ནས་འདྲ་པར་ཐད་ཀར་གླེང་ན་ཡང་འགྲིག་གི་ཡོད་རེད་ཟེར་དེ་ནས་གླེང་སྟངས་རིམ་པ་གཉིས་གཅིག་དེ་ནས་ངས་དཔེ་མཚོན་དགོས་གཅིག་ཡག་བྱེད་དེ་ད་པར་རང་ཉིད་གླེང་བྱ་དགོས་དེ་ནས་འདྲ་པར་འདི་གཅིག་དེ་ནས་ད་འདི་ལ་འདྲ་པར་གྱི་རྒྱབ་ལྗོངས་སུ་བ་ལ་ཡང་འདི་ཀར་ཀ་སིམ་སྟངས་འདི་རིམ་པ་ལམ་ཁ་གཉིས་གཅིག་ཡོད་རེད་ལམ་ཁ་དང་པོ་དེ་ཡིན་ན་འདི་ནས་པར་རྩེ་བཟོ་རྒྱུ་དེ་གི་སྒོ་ནས་ནས་དེ་ནས་འཁྲིར་སིབ་བཟོ་རྒྱུ་བཟོ་རྒྱུ་བསྣན་པ་ཡིན་ན་ག་ལ་ལྐོག་ཚང་སུ་འགྲོ་གི་འདུག་དེ་ཡིན་ན་ཡང་ང་ཚོ་དེ་ཞི་མི་གི་སྤུ་གི་སེང་གེ་དེ་ཚོ་ལེན་ཐུབ་གི་མི་འདུག་དེ་འདྲ་ཡིན་དུས་ང་ཚོ་གི་ཁ་འཁྲུར་ཟིག་ནས་ནི་བད་གི་སོང་དེ་ནི་འདི་ར་འདེམས་ཟེར་ར་ཟུ་རྒྱུ་དེ་གོ་ལ་ནི་འདི་ནི་འཕྲིན་སྒྲེག་ཟེར་ར་ཟུ་རྒྱུ་དེ་གོ་ལ་ཅིག་ནན་པ་ཡིན་ན་དེ་ཡང་འདི་ཁོ་རང་ནི་ཕོ་ཏོ་ཤོ་པི་ནང་མེད་པ་གི་ཆ་ཆུག་ཅིག་ཡ་རེད་ཟེར་དེ་རེད། ཧ་ལས་པའི་གཡོག་པོ་ལས་སོང་བས་ཁོ་རང་གི་སྡེ་སྤུ་ག་སེང་གེ་དུ་ཚོ་ཚང་མ་གཙང་མ་གཙང་སྐྱོང་འདྲ་བོ་ལེན་སོང་དེ་གཅིག་དེ་ནས་འདི་རང་ཁོ་རང་གི་ཆ་ཆུ་འདི་ལས་ལྗང་ཁུ་མཚོ་འདྲ་ལྗང་ཁུ་ཞིག་དང་གངས་ཟེ་ར་དང་དེའི་གསེར་ནོག་ཅིག་ན་སྲིབ་ཕྱི་ཟེ་ར་ཅིག་དང་དམར་པོ་དེ་འདི་ནས་ལྗང་དངུལ་ཟེ་ར་ཅིག་འདུག་དེ་འདྲ་ཡིན་དེ་ན་ད་ཁྱེད་རང་གི་འདི་ལྗང་ཁུ་དེ་གི་ཁྱེད་རང་གི་འདི་འདྲ་ཅིག་ན་ག་རེ་བྱེད་དགོས་ན་ང་ཚོས་བལྟ་དགོས་དཔེར་ན་འདི་འདི་ཚང་མ་ཅིག་ན།